ཚུལ་རྒྱས་པར་བཤད་པ་ལ་དེ་ཡང་གང་ཟག་ཐ་མལ་པ་རྣམས་གདམས་པ་བཟང་པའི་གནས་ལྟ་ནི་མ་བདེན་ད། གདམས་ངག་བཟང་མོའི་མིང་ལས་སྒྲིབ་བཞི་ཕྱེད་ཡོད་རང་ལུགས་ཕོ་ཡི་མན་ངག་གསུར་གྱི་མཚམས་སྦྱོར་དང་རྟེན་འབྲེལ་སྒྲིབ་པ་ཡང་དཀའ། གལ་ཏེ་འཕོ་བ་བཏབ་ཀྱང་ཟད་ད་འཁོར་ལོ།

རྒྱལ་བ་ལྟ་བུ་ཞིག་བྱས་ནས་མཐའ་ར་ད་ཡ་ཁ་ཙ་ཁ་ཉིམ། ཁ་ཙ་ཡ་གོང་ལོ་མ་ཐོན་མི་སུ་དོ་དོ་དོ་ར་ཡ་དང་མ་ཅི་ཁ་འདྲེ་དེ་སྐྱེས་པའི་ཤད་འཇོག་གོ་ནི་རྒྱ་ནི་འདྲེ་བ། དེ་མེ། ཁམས་དཀར་མ་སྟེ་འོང་གི་སྒོ་གཉིས་སུ་ཐོན་སྐབས་རྣམ་ཤེས་ཉིད་ཀྱང་ལས་རླུང་གིས་བསྐྱོད་དེ་སྒོ་སྒོ་གང་རུང་གཅིག་ཏུ་ཐོན་པ་འགྱུར་ལགས། ད་ང་ཅ་ར་ཡ་ལུ་གཅིག་གིས་སེམས་ཁ་ལུ་དད་པའི་སྣང་བ་འདི་འོང།

དེ་ལས་རླུང་འདི་སྟེ་དེ་ལས་དང་ར་ལོ་བྱུང་དོན་ཡོད་མེད་དེ་དག་སེམས་བསྐྱེད་ཀྱི་ལས་སེམས་ལས་ནི་མི་བྱེད་མེད་ཧེ་མ་རླུང་ཐམས་ཅད་ཡེ་ཤེས་ཀྱི་རླུང་གིས་དབང་བྱས་ཏེ་སྐྱེད་པའི་ཡོད་ས་ཕྱི་རུ། དེ་ལས་ཉམས་པ་དེ་ཀྱི་མཐུ་དེ་ཀྱི་དང་ར་ལས་རླུང་འདི་ཚུགས་བྱུང་དོན་ཡོད་མེད་ཡོད་དེ། འགོག་དགུ་གང་རུང་ཅི་འདུག་དེ་དེ་ལས་རྣམ་ཤེས་དེ་ཐོན་འགྱུར། འདི་ལྟོས་ཆོས་ཉིད་ཀྱི་རང་སྒྲ་ལ་ནི་སྐྲག།

ལྷུན་གྲུབ་རིན་པོ་ཆེའི་ཞིང་ཁམས་ཀྱི་བསྐྱོད་པ། འཁོར་འདས་ཀྱི་སྣང་བ་ཐམས་ཅད་མེ་ལོང་གཟུགས་བརྙན་ལྟར་བཀྲ་ལ་མེ་མཐོང་ཡང་ཡང་སྐུ་གསུམ་ལྟ་བུའི་ཞིང་ཁམས་ལ་ནི་མིག་གིས་བལྟ་ཡང་མི་ཕུད། སྨ་ར་རི་ཀྲུ་ཁོ་ཡི་སྣང་ཚུལ་དག་ལ་སྔར་བཞིན་གྱི་བག་ཆགས་ངན་གོམས་མཐུ་དལ་བུས་དབང་གིས་ཡིད་འཇུག་པར་བྱེད་དོ། ཡ། ལྟོས་ལ་བྷ།

རྣམ་རྟོག་དང། རླུང་ཐམས་ཅད་ཡེ་ཤེས་ཀྱི་རླུང་གིས་དབང་བྱས། རྣམ་རྟོག་ཐམས་ཅད་འོད་གསལ་གྱི་ངང་ལ་ཐིམ་ཡང་སྲོག་སྨོན་དང་ནི་ཀྱི་གནད་ཀྱིས། དང་ནི་རང་བཞིན་གནས་ལུགས་ཀྱི་འོད་གསལ་འདི་ཤཱ་ཏི་པའི་ས་ཕྱི་རུ་ཐལ་འགག་ཆགས་ཀྱི་ངོ་ཤེས་མ་ཚུགས་སོང་བས་ད་ལྟ་སྤྱི་གཏང་གི་ག་རང་གི་ངོ་མ་ཤེས་གསལ་ཡི་གེ་ལོག་འཇུག་མེད་པ་ཐ་མལ་པ། ཤཱ་ཆ་བ་ཡི་ངོ་ཤེས་མ་ཚུགས་དེ་ཀྱི་མཐུ་ལས་རྟེན་འབྲེལ་སྐྱེས་པས་ཡང། ད་རིང།

རླུང་ལས་རླུང་གིས་རླུང་ཚུར་བྱུང། དེ་ལས་མེ་རླུང་བྱུང་དེ་ལས་ཆུ་རླུང་བྱུང། དེ་ལས་ས་རླུང་བྱུང་དེས་སའི་འབྱུང་བ་ལྔ་ཡི་རླུང། སྤྱི་བཏང་གི་འབྱུང་བ་ལྔ་གྲུབ་མེད་མ་ཤེས་ན་འབྱུང་བ་ལྔ་ཡི་རླུང་གྲུབ་མེད་དང། དང་ནི་སུན་ན་ལུ་ལོག་པ་ཅི་ཁོབ་ལས་ཤ་བའི་ཡུལ་ཡུལ་རོའི་དག་དེ་ལྷའི་དུས་སུ་སྔ་མ་སེམས་མེད་དག་ང་ཆེ་ཡི་བེམ་ཆུབ། འཁོར་བ་འདུ་བྱེད་པ་དང་རྣམ་པར་ཤེས་པ་གསལ་དུ་སོང་བས་དང་ནི་འབྱུང་བ་ལྔ་ཡི་རླུང་དེ་ཚུར་འོང། དག་དེ་ལུས་རྟེན་དེ་སྐྱེས་པའི་མ་རིག་པ་དེ་སྟེ་དེ་ལས་ལྷན་ཅིག་སྐྱེས་པའི་མ་རིག་པ་དེ་བྱུང་དག་དེ་ལས་ན་ལ་བ་རྒྱུན་དུ་བརྟགས་པའི་མ་རིག་པ་དེ་རིམ་པ་བཞིན་དུ་བར་ཆད་སེལ་ཅེས་སེལ་སྦྱོང་ནན་གྱིས་ལོ་ཆུ་མེ་འཁོར་བ་འདུ་བྱེད་པ་དང་སེ་འཁོར་བར་འཁོར་བ་དག་དག་འཁོར་བ་སེམས་མེ་དེའི་ཧེ་མ་ལའི་ལོ་ཆུ་ལོ་ཅི་ར་ཞུ་ཡིས་ང་ཅག་ལ་སུ་གི་མ་ཞིབ་ཅིག་ཚ་ལ་ར་མིའི་སེམས་ནི།

ད་དེ་ལས་བྱས་རག་བྱས་རག་ཉིད་དུ་གསུངས་ཡིན། འདོད་ཆགས་ཀྱི་རྟོག་པ་བཞི་བཅུ་དེ་ཡང་བླངས་དེ་ལས། ད་དེ་བ་ཡང་རག་པ་ཅི་གསུངས་མིན་ག་ལས། ཞེ་སྡང་གི་རྟོག་པ་སུམ་ཅུ་སོགས་གསུངས་པོ་ཡང་བླངས། ད་རང་བཞིན་གྱི་བཅུའི་རྟོག་པ་ལོག་གྲུབ་སོགས་གནང་ད་དེ་ལས། ཁམས་ལྔའི་རླུང་དང་ཡང་འབྱུང་བ་ལྔའི་རླུང་དང། རྣམ་ཤེས་ཟུང་འབྲེལ་དུ་གྲུབ་པའི་མཐུ་ལས། ཡིད་ཀྱི་ལུས་དབང་པོ་ཀུན་ཚང་ཡི་སྣང་བ་ཅན་གཅིག་ཏུ་ཤར་ཏེ། ཞེས་སྨྲས་ད།

འདི་མེད་པ་མ་གཏོགས་ད་ཁོ་རེའི་སྣང་བ་ལུག་དུག་ཡོད་པས་དུས་ནི་མེད་ད་ངོ་མ་ལུག་གཟུགས་ཀྱི་ཕུང་པོ་མེད་མེད་དང་ནི་མི་གཞི་དུད་པའི་གྱི་ཕུང་པོ་དུ་གྲུབ་བོ་མེད་ད་སྲིད་པ་བར་དོ་གྱི་ལུས་ནི་ག་དེ་བས་གྲུབ་ཟེར་བ་ཕྱིན་ད་ག་རང་གིས་ཁེན་ཁེ་རུང་ད་ནི་ཡོད་སའི་དུས་སྙོན་དུ་བྱེད་མ་ནུས་པའི་གྱི་སྐབས་ལས་ཏེ་དེ་ལས་ན་ལས་རིམ་པ་བཞིན་དུ་མ་རིག་པ་དང་ཁྱབ་བྱེད་ཀྱི་རླུང་འདི་ཡ། ཀྱེ། ཁྱབ་བྱེད་ཀྱི་རླུང་དེ་ཀྱི་ནང་ལ་བ་རིམ་པ་བཞིན་དུ་རླུང་གི་རླུང། དག་དེ་ལས་མེ་རླུང་ཆུ་རླུང། ས་རླུང་དེ་འོང། དེའང་ནི་ལུས་རྟེན་འདི་གྱིས་པས་ཏེ་དེ་ལས་འཁོར་བ་ལུས་རྡོ་རྗེའི་དབྱིབས་ཀྱིས་ཏེ་རྣམ་པར་ཤེས་པའི། ཕུང་པོ་དེ་ཏེ་དེ་ལས་འཕགས་སད་སུ། སད་སུ་སྦྱོར་ཡུལ་ག་ལས། ཏེ་དེ་ལས་ནི་ཧེ་མ་དགའ་སྦྱོར་མིག་གི་རང་བཞིན་བརྒྱད་བཅུའི་ལྟོ་བ་དེ་སོས་དང་བ་ར་རྣམ་རྟོག། དག། བདུན་པོ་དེ་ལངས། དག་དེ་ལས་བཞི་བཅུ་དེ་ལོངས། དག་དེ་ལས་སུམ་བཅུ་སོ་གསུམ་པོ་དེ་ལངས་མི་དགའ་ལས། དག་ནི་ཡེ་ཤུ་མ། བར་སྲིད་ཀྱི་ལུས་དེ་གྲུབ་འཇོག་མེད། དག་ཡིད་ཀྱི་ལུས་ཅན་དེ་དེ་ལས་འཁོར། དབང་པོ་ཀུན་ཚང་ཡི་རྣ་བ་ཅན་གཅིག་ཏུ་ཤར་ཏེ་ལུས་ལ་ཡུལ་ཅུང་ཟད་དང་ལྡན་པ། གཟུགས་ཁ་ལོ་ཡུལ་ཨ་ཙི་ཙེ་ཡོད་པ་ཅིག་ཟས་སུ་དྲི་ཟ་ཞིང་གཞན་སེམས་ཤེས་པའི་སྨྱོན་བྱེད་ཕྲ་མོ་ཡོད་པ།

བར་དོ་ཡི་འགྲོ་བ་རྣམས་ཕན་ཚུན་མཐོང་ལ། བར་དོ་བཞིའི་མཐུན་དཔེ་གྱི་སེམས་བསྐྱེད་དེ་སུ་དུས་ན་ངོ་མ་གོ། བར་དོ་གྱི་སེམས་བསྐྱེད་དེ་ལྷ་ཀླུ་སྐྱེ་གནས་ཀྱི་རིས་མཐུན་པ་ཡིན་མ་ཅིན་དེ་གཅིག་གིས་གཅིག་མཐོང། མི་ཀླུ་སྐྱེ་གནས་ཀྱི་རིས་མཐུན་པ་ཡིན་མ་ཅིན་གཅིག་གིས་གཅིག་མཐོང་མེད་ད་དེ་ལས། མཐོང་ལ། ལུས་ཅན་གཞན་གྱིས་མི་མཐོང་བ། ལུས་ཅན་གཞན་གྱིས་མ་མཐོང་མི་དེ་ལྟ་དེ་ཡང་ཅར་གྱིས་ཤེས་གོ་ཟེར་ཞུ་ནི། ཨ་ནི་མཐོང་ནི་གྱི་མི་རྟོག་གི་ནུས་པ་གྱིས་ཆེས་ཆུ་ལུགས་སྟོན་དེ་གྱི་བུ་འཇུག་མེད་ད། དེ་ལྟ་བུ་སྟོང་གིས་གྱུར་ཅིག་ད་ལུས་ཡ་ནིམ་ཆུ་གྲུབ་བོ་མོ་གོ་མ་རེད་ད། དང་ད་ལྟའི་ཏོ་ར་བ་རྒྱ་ནི་དེ་གུ་ཚུགས་རེམ་མེད་དེ་ཡི་མེ་གོ་ཞེས། ཧེ་མ་ལ་ཡ་ལ་མ་ཡི་དམ་གྱི་ལྷ་ཡི་སུ་བ་འོང་ག་དེ་བས་འོང་ས་ཅི་རུ། དེ་ན་ཆ་སྙེམས་འགྲོ་བོ་སི་སི་བས་མཐོང་བའི་དྲན་མེད་པའི་རྒྱའི་བཞུགས་སྟོན་ནོ། ཡ་ཡུལ་སེ་དེ་ཡུལ་བསྟན་དེ་བས་ཆ་བོ་དང་ན་དུ་བའི་བཞུགས་སྟོན་ནོ། ད་ནི་བཟུམ་པའི་ཡི་ག་ལས། འཁོར་བ་ཐ་མས་འཁོར་བ་ཐ་མས་སེམས་མི་དེ། དྲོད་ཡི་སྲིད་ཀྱི་ས་གོ་ག་དེ་ཅི་ར་ཐོབ་དེ་བས་ས་ཅི་རུ། དེ་རང་གི་ས་ཀ་མ་ཆུ་བོའི་ག་ལས། དེ་ད་ནི་མི་ཤི་ན་བ་ཧེ་བི་མས་ད། དེ་སྐབས་ནི་རང་གི་སྔར་གྱི་རོགས་སོགས་མཐོང་ཡང། ད་དུ་རང་ཉིད་ཤི་བ་ནི་མི་ཤེས་བྱ་ནི་སྒོ་དང་པོ་ནི་མི་ཤེས་པས་བ་དེ་ལ་ང་ཅག་ཤི་བ་ཡིན་མིན་མ་ཤེས་པ། རང་གི་ཁང་ཁྱིམ་ནོར་རྫས་ཡོ་བྱད་སོགས་ལ་ཞེན་པ་ཆེན་པོས་བདག་ཏུ་བཟུང་བར་བྱེད་ཅིང། ཞན་ཆ་རྣམ་པ་ཟད་མེད་ཀྱིས་རང་གི་རྒྱུ་ནོར་ལོངས་སྤྱོད་དང་ཕྱི་མ་ནི་སུ་རུ་གྲོགས་དང་ཉེ་འཁོར་རྣམས་ཀྱིས་རང་ཉིད་སྙུད་བོ་རང་ཉིད་ཀྱིས་སྙུད་བོ་ལོངས་སྤྱོད་པ་སོགས་ལ་ཕངས་སེམས་དང་ཁོང་ཁྲོ་སྙོན་ལས་རགས་པ་མང་པོ་བགྱིས་ཀྱང།

ད་དུས་ན་ངོ་མ་ལུ་ཁ་ར་ལུ་གཟུགས་ཀྱི་ཕུང་པོ་མིན་གཟུགས་ཀྱི་ཕུང་པོ་མེད་པ་ལུ་གཏན་བདེ་སྐྱེས་པའི་ཁམས་སྐར་མ་ཡན་མིན་ནོ་ད་ད་ནི་ཁམས་སྐར་མ་མིན་ནི་འདི་ཀྱི་ནམ་མཁའ་ལུ་ཉི་མདའ་ཟླ་བ་ཡན་མིན་ཤོག་མེད་ད་ང་ཅར་པད་ཕྱི་བྱ་བ་ཅིམ་ཕྱུ་རུ་ཨ་ནི་ནམ་གསར་བསོད་གཟུམ་གཅིག་གི་གནས་སྐབས་ཨ་ནི་གཟུམ་གཅིག་པའི་ཆར་ནང་འཇའ་ནི་པའི་ཨིན་སེ་ཤེ་པི་མེད་བཀྲེས་སྐོམ་གྱིས་རབ་ཏུ་གདུངས་ཀྱང་བཟའ་བཏུང་མ་ཉོས་པ་ལ་སྤྱོད་དབང་མེད་པ་དང་ཟེ་ཏོག་འུ་ག་དེ་བས་སྐྱིད་ཁ་ག་དེ་བས་སྐོམ་དེ་བས་ཟ་སྐྱིད་རུ་གཏད་དེ་ལས།

སྡུག་བསྔལ་ཚོར་བ་གཞན་ལས་རགས་པ་ཅུང་ཟད་སྡུག་བསྔལ་གྱི་ཚོར་བ་གཞན་དང་མ་འདྲ་བོ་ནམ་མེད་སེམས་མེད། ངན་སོགས་ཀྱི་སྡུག་བསྔལ་བ་བར་དོ་ཀྱི་སྡུག་བསྔལ་དེ་ཆེ་བ་བས་ཤེས་ནི་འདུག་བ། གཞན་ཡང་དེའི་ཚེ་མ་ངེས་པའི་རྟགས་དྲུག་བའི་ཆ་ནས་ཡོད་ཞོག་མེད་ལྟ་དེ་སུ་ར་ཏི་ལྷ་བཞག་བར་དོ་བས་གནས་ལ་ངེས་པ་མེད་པ་ཡུད་ཙམ་རེ་ལ་འཕོ་འགྱུར་གྱིས་འདོད་སྲིད་ཀྱི་གནས་ཙལ་ལས་ངེས་པ་མེད་པ་ད་ལྟ་ད་ལྟ་ད་ལྟ་འགྱུར་འགྱུར།

འཇིགས་སྐྲག་འཁྲུལ་སྣང་ལ་མི་འཇུག་ཡིན་ན་མེད་པ་མང་པོ་བྱ་བར་འགྱུར་རོ། འཇིགས་སྐྲག་འཁྲུལ་སྣང་བློས་དེ་ལས་དེ་བསམ་གྱིས་མི་ཁྱབ་པ་ཆགས་ཏེ་སྐྱེས་པའི་དོན་ནོ། ད་གཞན་ཡང་བགྱིད་པའི་སྒྲ་བཞི་ཞེས་བྱ་བ་ས་རླུང་ལོག་པའི་རྐྱེན་གྱིས་རང་སྣང་དུ་རིས་ཉེ་བའམ་ཁང་པ་བདེ་བའི་འོག་ཏུ་ཚུད་པའི་རྣ་བ།

མ་སྡེབ་སྒྱུ་ཨ་ནི་མི་འོ་ལོ་ཚུལ་བུ་ཡི་སྣང་བ། ཆུ་ཀླུང་ལོག་པའི་ཆུ་ཆེན་པོའི་ཀླུང་དུ་ཁྱེད་ཡི་སྣང་བ། ཚོགས་ནག་ཆེན་པོའི་གྱི་ནག་ཏུ་བྱིན་གྱིས་ཉམས་ན། མེ་རླུང་ལོག་པའི་ནགས་ཚལ་ལམ་ཁང་ཁྱིམ་མིའི་ཚེ་བི་དཀྱིལ་དུ། གསལ་བའི་སྣང་བ་སྟེ་ཨ་ནི་ཁྱིམ་མིའི་ཚེ་བི་གྱི་བུ་ལུ་རང་ཡའི་ཚེ་བི་གྱི་སྣང་བ། རླུང་གི་ཀླུང་ལོག་པའི་རླུང་རྩུབ་དྲག་པོ་ལངས་ཏེ་གྱེས་པའི་དེ་གྱི་བ་ཇོ་ཡི་སྣང་བ་ཁྱེར་ཡི་སྣང་བ་སོགས་འབྱུང་ཞིང། ཉོན་མོངས་དུག་གསུམ་གྱི་བག་ཆགས་རང་གཟུགས་ལས་གྲུབ་པའི།

ཞག་བདུན་བདུན་ལ་ཕྱི་ཐེངས་རེ་ཅེས་པའི་ནང་བ་ནས་ང་ཅར་གྱི་ལས་བྱེད་མི་ཁྱེར་འགོ། ང་ཅར་ར་ཤི་ནི་དེ་ཀེང་ག་ཅི་ཀེ་ར་ཤི་རུ་ལོ་ཤུ་མ་ཤི་ས་ཤི་ལས་ཨ་ནི་ཞག་བདུན་བདུན་གྱི་པང་ན་དོ་ཧ་ར་ཧེ་མ་ཤི་ནི་གི་ཀེང་འདི་གི་པའི་ཚ་རེ་ཤི་བུ་མ་དེ་ང་ཅར་ནི་བདུན་ཚི་ཨིན་ལོ་བཅུ་བཞི་ཨིན་ལོ་རྩ་གཅིག་ཨིན་ལོ་ཚི་བུ་དང་འགལ་ཚ་དེ་ཨ་ཚི་ཚི་ཐེབས་གཅིག་པའི་པའི་བ་ཅི་འཁོར་ལོ་ཕན་ཐོག་བུ་གྱི་ཅུང་ཚེ་དེ་ཨ་ནི་མེ་འཁོར་ལོ་སྡུག་བསྔལ་ཐེབས་གཅིག་དོ་ཧ་ར་ནི་ན་ཡོད་ནི་འདི་གི་དེ་རེད་དེ་དེ་ཀེང་མི་ཚེ་བའི་བ་ང་ཅར་ནི།